དེ་ནས་བསྐལ་བཟང་རྒྱ་གར་གྱི་རྒྱ་རིགས་ཤེས་དུས། དགོངས་ཚུལ་གསུངས་པ་དེ་ལ་ང་རང་གིས་ས་ཁྱེད་ཀྱི་བཟོས་ཡིན་དེ་ཉུང་ཉུང་རྒྱུ་མ་གཏོགས་ད་ཡོད་མ་རེད། དེ་འདྲ་འདྲ་དེ་རྒྱལ་པོ་དེ་སྐྱོ་ལོང་མ་རེད་སྔོན་ནས་ང་ཚོ་དེ་མང་པོ་ཅིག་བཏང་ཡིན་ཚ་དེ་པར་རོ་དེ་ར་ལས་གཅིག་བསད་དུས་ཁོ་བསད་ཡིན་ལོ་ཆ། ཏིང་ངེ་ཡང་བརྒྱ་བསྡུས་བསྡུས་ཀྱིས་ཤོད་ནས་དེ་ནི་ང་ཚོ་སོག་པོ་གི་བྱ་ར་དེ་མ་གཏོགས་བསྡུས་པས་བསྡུས་པ་རེད་མ་གཏོགས་ཀྱི་ཞེ་དྲག་ཤེས་ཐུབ་མི་འདུག་སྔོན་མ་བོད་ཀྱི་ལོ་རྒྱུས་མང་བ་དེ་ཚོ་གི་ལྕགས་དཀར་ནག་གཉིས་བྱེད་ནི་སོག་པོ་དེ་ཁ་ཤས་ཤེས་གི་ཡོད་རེད་ཁ་ཤས་ཀྱི་སོག་པོ་གིས་ཤེས་གི་མི་འདུག་མེ་ཉག་དང་དེ་ཚོ་ཤེས་བསྡད་གི་འདུག་སྟེ། ང་ཚོ་བོད་ཀྱི་ལོ་རྒྱུས་ཀྱི་ནང་ལོགས་ལས་དོན་འབྲེལ་བ་ཆེས་ཀྱི་སོ་པོ་ཆགས་ཀྱི་ཡོད། བོད་ཀྱི་ཆབ་སྲིད་རང་གི་ནང་ལོགས་ལས་སོག་པོ་གི་ལག་པ་འཆང་ནས། སོག་པོའི་མི་གིས་བོད་ཀྱི་སྐྱག་པོ་ཟིན་ན་རེད་ད་དབང་ཆ་ཚང་མ་ཟིན་ཡག་གི་སྐབས་མང་པོ་བྱུང་བ་རེད་བ། ལོ་རྒྱུས་ཀྱི་ཐོག་ལ་སྐྱག་དཀར་ནག་གི་དེ་འདྲའི་རང་བྱུང་ཡོད་མ་རེད། ད་ཆོས་དང་དེ་འདྲའི་གི་ཐོག་ནས་འབྲེལ་བ་རེད་མ་གཏོགས། དེ་ལྟར་སོག་པོ་དེས་སྟག་རྟའི་རྩིས་ཁྱི་དགོས་ཆགས་ས་རེད་བསམ་གྱི་འདུག་ཡིན་ན་ཡང་རྩ་བའི་སྟག་སྐོར་འབྲེལ་བ་གང་ཡོད་པ་དེ་བོད་ཀྱི་ལོ་རྒྱུས་ཀྱི་ཁ་ཐུག་ཁ་ཐུག་ལས་ཡོང་ཡིན་ཚ་དུས་དད་དུས་ཤེས། ད་ལྟ་གཙོ་བོ་ལོ་ཚིགས་ཀྱི་ཆ་ནས་མ་བགྲང་རྒྱུ་འདྲ་བོ་ཅི། མ་ཞུས་ན་བསམས་སོང། ཐོག་མར་ཁ་སང་ངས་རྒྱ་གར་གྱི་ལོ་རྒྱུས་དེ་ཤེས་ཡོང་དུས། ནོར་སྡེ་བ་དང་ས་སྐྱའི་རྗེ་དགེ་བ། ཁ་བསིལ་པོ་མ་འབྱུང་བར་དུམ་བུ་འདྲ་ཁ་ཤས་ཀྱིས་འདུ་ཟེར་ཡོད་ཀི་དང་པོ་སྟེ། ཨེན་ཀྲོ་སེ་ཐིན་དང་ཨེན་ཀྲོ་པཱ་ཐིན་ཟེར་དེ་དེ་གི་ལོ་ཚིགས་དུ་ནོར་ཤ་ར་སི། ཨེན་ཀྲོ་སེ་ཐིན་དེ་སྤྱི་ལོའི་སྔོན་གྱི་ལོ་དགུ་བཅུ་ནས་སྤྱི་ལོའི་རྗེས་ཀྱི་ལོ་བཞི་བཅུ་ཞེ་ལྔ་གི་བར་དུ་རེད་འདུག་དེ་ལས་ངེད་ཀྱིས་སྤྱི་ལོའི་སྔོན་གྱི་ལོ་དགུ་བརྒྱ་ནས་ཡིན་ཟེར་ནས་དེ་ཁ་ནོར་དུ་ཤར། གཞན་དག་འདྲ་བ་ཡིན་ན་ལྟས་ཚིག་ལྟས་ཚིག་གས་མི་འདུག་ང་ཚོ་རོགས་ཤེས་ཀྱི་རེད་དེ་ང་ཚོ་ཨེ་འགྲོ་གསལ་ཐེངས་དཔག་ཐེངས་གཉིས་རེད་དམིགས་བསལ་གྱིས་ལྟས་ཚིག་གནད་འགག་འདུག་ཟེར་ལ་བ་ཡིན་ཙང་ཨེ་ལོག་ཚིག་འདི་ནོར་ནས་འགྲིག་གི་མི་འདུག་བསམ་ནས་བསྐྱར་དུ་ཞུགས་ཡོད། ད་ལྟ་མ་ཡིན་པ་ཡིན་པ་གཉིས་དེ་ཁ་སང་ངས་གསལ་བཤད་བྱས་དུས་ག་རེ་ལབ་ཡོད་རེད་ཟེར་ན་རྒྱ་གར་ལས་རྩ་བའི་རྒྱ་རད་ལྔ་བཅུ་ང་དྲུག་ཡོད་རེད།

ཨ་ནི་རྒྱ་རབས་རེ་རེ་ལ་རྒྱ་པོ་མི་མཐོང་ཡང་ཁོ་མ་འོངས་ལ་བཞི་བཅོ་བརྩི་དེ་ནི་ངའི་བཞི་བཅོ་བརྩི་འདྲའི་རིམ་པས་འགྲོ་བ། དེ་ལ་དེ་ཚོ་ཚང་མ་དེ་གནས་གཞི་འདྲ་བོ་ལྟེ་བ་གཅིག་མ་ག་ད་དེ་འདྲ་བ་ཆགས་པའི་ཆ་ནས་ཨ་ནི་མ་ག་དེ་རྒྱ་རབས་ཟེར་ནས་བཞག་ཡོང་བ་དེ་འདྲའི་ཅི་རེད་ཤ་ཟེར་བཞིན་གཅིག་གིས་ཞུ་བར་བ། ད་ལྟའི་རྒྱ་རབས། ལྔ་བཅུ་ང་གྲངས་ནང་ལོགས་ནས་རྙེད་མ་གཏོགས་མང་ཆེ་བ་ལེབ་དེ་ཆགས་པོ་འདུག་རྙེད་དེ་དམིགས་བསལ་གྱི་སྡེ་ཚན་བཤད་སྟངས་གཅིག་གི་ཐོག་ནས་ཤེས་ལོས་སྔོན་གྱི་ལོ་ལྔ་བརྒྱ་སུམ་ཅུ་ཚོ་བརྒྱད་ནས་ཤེས་ལོས་རྗེས་ཀྱི་ལོ་བདུན་བརྒྱ་ལྔ་བཅུ་གར་བར་གྱི་ཕྱི་རྒྱལ་གྱི་རྒྱ་གར་ལ་ཤུགས་རྐྱེན་ཐེབས་པའི་དུས་རིམ་ཟེར་གྱི་ཡ་ལོ་ད་དེ་ཡིན་ན་ཁོ། ནང་སེལ་དེ་ཚོ་ཚང་མ་དེ་རིགས་ནི་རྒྱ་ཁབ་གཅིག་དང་ས་ཁུལ་གཅིག་ནས་ཡིན་པའི་ངེས་པ་མི་འདུག་སྐོར་དམིགས་བསལ་གྱི་འདེད་ཚིག་བྱེད་སྟངས་སྤྱིར་བ། དེ་ནས་རྩ་བའི་རྒྱ་གར་གྱི་རྒྱལ་རབས་ལྔ་བཅུ་ང་གཅིག་པ་སྲིད་ལོ་གཅིག་སྟོང་བདུན་བརྒྱ་ནས་གཅིག་སྟོང་བརྒྱད་བརྒྱ་གྱི་ཤེ་ཁཱ་ཙི་བར་གྱི་མོང་གོལ་རྒྱལ་རབས་དང་དབྱིན་ཇིའི་གི་སྐབས་ཀྱི་ཁ་ཆེ་གཙོ་བོ་ཡིན་པའི་རྒྱལ་ཁབ་ཟེར་ཅིག། དེ་འབྲེལ་གྱི་བསྡུས་རིམ་གཅིག་བཤད་དོ། དེ་ཡང་ད་ནི་སྐོར་བསྡུས་རིམ་བཤད་སྟངས་ཀྱི་ཆ་ནས་ངེས་པར་དུ་ས་ཆ་འདི་ལ་ཡིན་དགོས་ཟེར་ཡ་སྐད་ཡོད་མ་རེད་བ། སྐབས་དེའི་ཚེ་དེའི་དུས་གྲངས་མང་ཡིན་པས་ཁ་ཆེ་གྲངས་མང་ཡིན་པས་ཁ་ཆེ་གཙོ་བོ་ཡིན་པའི་རྒྱ་ཁབ་གར་གར་ཡིན་པས་ད་རྒྱ་གར་ནང་ལོག་གི་རྒྱ་ཁབ་ལབ་ཡོད་རོ། འོ་དེ་རེད་ཤི། ད་དེ་ཁྱེད་ཐུས་བ་གཅིག་ཡིན་དེ་ནས་སྐོར་ཞིབ་ཚགས་པོ་འགྲོ་དགོས་ཟེར་སྐད་མི་འདུག། ད་ང་ཚོས་སོག་པོའི་རྒྱ་རབས་འམ་ཡང་ན་ཆེན་པོ་ཧོར་གྱི་རྒྱ་རབས་ཟེར་དེ་མ་ཤེས་ཡོང་དུས། མང་ཆེ་བ་ཅིག་གིས་སོག་པོ་ཇེན་གིས་ཁང་ནི་མ་ཤེས་དུས་ཀྱི་འདུག་ད་ཁ་ཤས་ཀྱིས་དེ་ལས་སྔ་ཚེ་ཡར་འགྲོ་དུས་ཁོས་ཤེས་སྟངས་ནི་གནའ་མི་སྣ་ཚོ་རེད། ང་ཚོ་བོད་པ་གིས་སོག་པོ་གི་ལོ་རྒྱུས་ཤེས་ཡོང་དུས་ཇེན་གིས་ཁང་གིས། ཕ་མེས་ཡར་བརྩི་དུས་ཁ་ཤས་ཀྱིས་མི་རྟོག་ལྔ་ཚ་ཁ་ཤས་ཀྱིས་རིག་བྱེད་ཚ་བདུན་ཚ་བརྩིས་ནས། གནམ་གྱི་སྲས་པོ་ད་ཆིང་ཟེར་གྱི་མགོ་བཙུགས་ནས་མ་ཤེས་ཀྱི་བསྡད་ཀྱི་ཡོད་རེད། ཨོ་དེ་ཡང་དུས་རབས་འདི་དེ་འདྲའི་ཞིབ་ཕྲ་གི་ཡོད་མོད། དེ་ནས་གྱེན་གྱི་ས་ནས་བརྩིས་པ་ཡིན་ན་ད་མ་ཞིབ་ཕྲ་ཡོད་རེད་བོད་ཀྱི་ལོ་རྒྱུས་ཀྱི་ནང་ལོགས་ལས། སོག་པོ་ཀྱི་ལོ་རྒྱུས་ཀྱི་སྐོར་དེ་བོད་ཀྱི་ལོ་རྒྱུས་ཀྱི་ནང་ལོགས་ནས་ཞིབ་ཚགས་ཤོད་ཅིག། རྒྱ་བོད་ཡིག་ཚང་མཁས་པ་འགའ་ཞིག་ཟེར་སྐོར་དེ་ཡིན་རྒྱུ་རེད་བསམ་གི་འདུག་སྟག་ཚང་རྫོང་པ་དཔའ་འབྱོར་བཟང་པོ་ཟེར་དེ་གི་ཙོང་རྒྱལ་བ་ཕ་ཚའི་སྲིད་ལོ་སྐྱིག་སྟོང་ལྔ་བརྒྱ་དྲུག་བརྒྱ་ག་དུས་མི་ཡིན་ན་དེ་འདྲའི་རྗེས་རེད་ད་ས་ཆ་དང། འདི་ཚོགས་ལོ་རྒྱུས་ཀྱི་ཐོག་ལ་དེ་ལས་མཁས་ཙམ་ཡོད་མ་རེད་ཟེར་དུང་དཀར་རམ་ཅིག་གསུང་གི་འདུག་བ། དེ་ལྟར་ཁོང་གིས་སོག་པོ་གི་རྒྱ་རྒྱུད་དེ་ག་ལ་གང་ཙམ་བྲིས་ཡོད་རེད་ད། དེ་ནས་རྗེ་གཤོལ་འདྲ་བོ་གཅིག་ཡིན། སུམ་པ་མཁན་ཆེན་ཡེ་ཤེས་དཔལ་འབྱོར་གྱི་སུམ་པའི་ཆུང་ཆུང་ཟེར་དེ་ཡིན་རྒྱུ་རེད། དེའི་གི་ནང་ལོགས་ལ་སོག་པོ་གི་རྒྱ་རྒྱུད་དེ་ཚོ་རེ་མིག་ཡིན་གྱི་མ་བྲིས་ནས། ད་སྐབས་དེའི་ཚེ་དེའི་དུས་ལས། ཆ་མཚོན་པ་ནི་ཞི་རགས་ཞིབ་ཚགས་པོ་རེད། ཡིན་ན་རེ་མིག་དེ་ཚོ་ཁ་ཤས་བལྟས་ཚེ་ནོར་དུ་མེད་འགྲོ་བསམ་ས་དེ་འདྲ་འདུག་རེ་མིག་འབྲིང་གཉིས་ཀྱི་འཁྲུག་གི་ཡོད་ན་ག་རེ་ཡིན་ཨང། ད་དེ་ཚོ་ང་ཚོ་དགག་རྒྱག་དང་དཔྱད་པ་བྱེད་མི་དགོས་པ་ཅིག་ཡིན་ན་ཡང་ད་དེ་ཚོ་གི་གཙོ་ཤི་གི་ཡོད་རྒྱ་རེད་ད་དེ་གི་རྗེས་ཀྱི་དེ་ཚོ་དེ་གཙོ་བོ་རེད། དེ་གི་སྔོན་གི་དེ་ཚོ་དེ། ཞེ་དྲག་ཤིག་ཡོད་མ་རེད། ད་ང་ཚོ་གང་ནས་མ་ཁོང་འདྲ་བ་དེ་རོབ་ཀྱི་དེ་ཤེས་པ་ཡིན་ན། སོག་པོ་ཟེར་ཡ་དེ་ཤེས་ཡོང་དུས་ད་དེ་ཁོང་དུ་ཡར་དེད་འགྲོ་བའི་སྐབས་སུ། རྒྱ་དཀར་ནག་ནང་ཡིག་གི་རིང་པོ་ཞི་བ་དེ་འདྲ་དེད་འགྲོ་བའི་ཕ་རྒྱལ་གྱི་ཡུལ་ཡིན་ས་མ་རེད། ག་ཚད་དེ་བ་ཡིན་ན་སྲིད་བློན་སྔོན་གྱི་ལོ་སུམ་བརྒྱ་དབྱིབས་བརྒྱ། ད་དེ་འདྲའི་ཅིག་དེའི་གོང་ལ་མི་དག་ཡོད་སྲིད་པ་རེད་དེ་ད་འདི་རེད་འདི་མ་རེད་ཟེར་ལོ་རྒྱུས་ཀྱི་ཐོག་ཏུ་དེ་འདྲའི་དང་དཔང་རྟགས་འདི་དེ་འདྲས་ཁ་བོ་ཡིན་ས་རེད། ཨེ་མང་པོ་ཅིག་གིས་ད་ཡར་དེའི་འགྲོ་དུས་གཞུང་དངུལ་བ་ཟེར་དེ་རྟོགས་ཡོང་གི་འདུག་བ། གཞུང་དངུལ་བ་ཟེར་དེ། ཁ་ཤེལ་གྱི་སོག་པོ་གི་མི་རིགས་རེད། ཁ་ཤེལ་གྱི་སྤྲ་རྒན་ཞིག་གི་མི་རིགས་རེད། གང་ལྟར་སུ་ཡིན་མིན་ལ་མ་ལྟོས་པར་ཟླ་འདིའི་སྐད་སོག་པོ་ཟེར་ཡོད་དེ། སོག་པོ་ཇན་གི་སི་ཁང་ཟེར་ཡོད་དེ་འཚར་ལོངས་བྱུང་ས་གི་ས་ཆ་དེ་གནའ་སྔ་མོ་བཞུགས་མོལ་བ་ཟེར་བ་གི་མི་རིགས་ཀྱི་འདུ་བ། ཐོག་མའི་ཆ་ལ། འདི་འཛམ་བུ་ལས་ཚང་མ་དེ་འདྲའི་འདྲ་བ་ཡིན་རྒྱུ་རེད། བདེ་ཤོག་བདེ་ཤོག་བདེ་ཤོག་འཚོ་བ་འཚོ་བ་འཚོ་བ་འདྲ་བ་ཅིག་དེ་འདྲའི་ཅིག་ཁ་འཐོར་ནས་བསྡད་ཡོད་རེད། ད་སྲིད་ལོའི་སྔོན་གྱུར་ལོ་ཉིས་བརྒྱ་སུམ་བརྒྱད་ཀྱི་གོང་ལ་དེ་འདྲའི་གཞུང་དངུལ་བ་རྣམས་མི་ངན་པ་གཅིག་ལྕོང་འདུག་མོ་རྡོ་སེ་ཡ་ཆེ་མོ་རྡོ་སེ་ཡ་དེ་གའི་ཚོ་བ་ཡོངས་རྫོགས་དུ་ཚུར་གཅིག་གྱུར་འདྲ་བོ་གཅིག་བཟོས་ནས་རྒྱལ་ཁམས་འདྲ་ཆེན་པོ་གཅིག་བཙུགས་ནས་ད་དེ་ལ་ཁོ་ཚོ་གཞུང་དངུལ་བ་ཟེར་གྱི་འདུག་མའི་གཞན་པ་གཅིག་འདུག་ཧན་ནེ་ཆེ་ཟེར་གྱི་འདུག་ད་ངས་གཞུང་དངུལ་བ་ལབ་ཀྱི་རེད་ཧན་ཟེར་དུས་ཡང་རྒྱ་མིང་གི་ཧན་དང་སྒྲ་དང་འདྲ་པོ་འདུག་དོན་དག་དང་ཁ་ཁ་རེད་ཤག། ཡི་གེ་དག་བརྒྱ་དང་ཁ་ཁ་རེད་འདུག་དེ། དེ་འདྲ་བོ་འདྲ་ཡོད་དུས་དེ་འཁྲུག་ཡག་གི་ཉེན་ཁ་འདུག། དེ་ནས་སྤྱི་བཏང་གཞུང་ནོར་བ་བསད་དེ། ལོ་རྒྱུས་དེ་དག་རྒྱག་གི་ཡིག་ཚང་དེ་ཚོ་ནང་ལ་ཞི་བ་ཡོད་གསར་བ། བོད་དང་འབྲེལ་བའི་རྒྱག་གི་ཡིག་ཚང་ཚོ་བོད་ཡུལ་ནང་བསྐྱུར་གྱི་མེད་དེ་ཚོའི་ནང་ལོག་ལ་གཞུང་ནོར་གི་འགོག་དེ་ཞི་རག་ཡོང་དགོས་རེད། རྒྱ་མིང་གི་ལོ་རྒྱུས་ནང་ནས་ད་ལྟ་སྤྲོ་རྒྱག་རབས་དང།

ནུ་ཞོལ་ཕག་སྤོས་སོང་བ་རེད་སྤོས་སོང་བ་རེད་དང་སྤོས་སོང་བ་རེད་ཟེར་དེ་འདྲའི་འདྲ་བ་ཅིག་ལབ་ནས་གཞུང་དང་བསྲེས་ཏེ་མྱོང་རུ་ཕྱིན་པ་རེད་ཟེར་གི་འདུག་ཨ། དེ་མ་གཏོགས་ད་སྤྲོ་རྒྱ་རི་བཀའ་མིང་བྱས་ནས་གཞུང་ནུ་ཀས་རྒྱ་ནག་གི་བྱང་ཕྱོགས་ནས་མ་བཙན་འཛུལ་བྱས་ནས་ཇག་པ་རྒྱབ་དེ་འདྲ་བྱས་བསྡད་དུས།

དེ་ནས་རྩ་བའི་གཞུང་རྣམ་པར་བསྲེ་ཡ་སྟེ་ད་ལྟ་སོག་པོའི་རྩ་ལྷང་གི་ངོས་སུ་སོག་པོ་དང་དེ་ཁ་ཛག་དང་ཁི་གྷི་དང་ཤིན་ཅང་དང་ཚང་མ་ཁྱབ་པ་དང་རྒྱ་ནག་བྱང་ཕྱོགས་མར་གི་མན་ཇུ་གི་བར་དུ་ལ་ཧེ་རང་ཅང་དེ་ཚོ་ཚང་མ་དེ་གཞུང་ལུགས་གི་རེད་ཟེར་དུ་བ། དེ་ཚོ་དེ་ཕྱི་ལོའི་སྔོན་གྱི་ལོ་བདུན་བརྒྱ་བརྒྱད་བརྒྱ་ནས་རྩ་བའི་ཡོད་བསྡད་པ་རྗེས་ཕྱི་ལོའི་སྔོན་གྱི་ལོ་ཉིས་བརྒྱ་སུམ་བརྒྱ་ནས་རྒྱ་ཁབ་འདྲ་བོ་གྱི་ཙོང་ནི་མོ་རྡོ་གིས་ཤོག་ཁྱེར་རུ་ཕྱིན་རིགས། སྲིད་ལོའི་རྗེས་ཀྱི་ལོ་དགུ་བཅུ་དང་བརྒྱ་ཡས་མས་ཀྱི་བར་དུ་ལོས་ད་ནི་གཞུང་ནུས་ཀྱི་རྒྱལ་ཁམས་ཟེར་ཏེ་མོ་རྡོག་གིས་བཙུགས་ཡོད་རེད། འོ་དེ་བདེ་བ་རེད། ད་དེ་ལས་ཁ་ཤས་ཀྱིས་གཞུང་ནུས་དེ་ལས་ལྷོ་བྱང་གཉིས་ཁ་བརྗེས་ནས་གཞུང་ནུས་ནང་འཁྲུངས་ཤོག་ནས་ད་དེ་འདྲའི་ཁེ་ཡག་པོ་གཞུང་ནུས་ཁོ་རང་གི་ལོ་རྒྱུས་ནང་ཕར་འཛུལ་བ་ཡིན་ན་ཞི་བས་དེ་འདྲ་བཤད་ཡོད་རྒྱུ་དེ་འདྲ་རེད་དོ། ད་ད་ལྟ་ང་ཚོ་རོབ་ཙི་ཅི་བྱས་ནས་མ་ལོ་རྒྱུས་གོང་ཚ་རྒྱུ་གྲལ་དུ་འགྲོ་གི་ཡོད་ཡིན་དུས། ད་གཞོན་ནུ་གི་རྒྱ་རབས་ཀྱི་རྗེས་ལས་གཤམ་པའི་རྒྱ་རབས་ཟེར་གྱི་བྱུང་བ་རེད། ང་ཚོ་དབྱིན་ཇིའི་ནང་ལོགས་ལ་འདི་གའི་ལ Street བྲི་གི་འདུག་གཞོན་ནུ Street གཤམ་པའི Street། State ཟེར་ཡ་དེ་ད་ལྟ་ཨ་མི་རི་ཀ་གིས་ནང་མངའ་སྡེ་དེ་གའི་ལ Street ཟེར་གི་རེད། ཨོ་དེ་རྒྱ་ཁབ་ལ་ཡང Street བྲི་ལ་ཡོང་གི་རེད་ད་དེའི་བཟོ་འདྲ་ཅི་རེད། ཁ་སང་ང་ཚོ་རྒྱ་གར་ལ་མང་པོ་ཅིག་ད་ལ Street།

ནུས་སྦྱོང་ཟེར་ན་རེད་རྒྱ་ཁེབས་ཟེར་ན་རེད་ད་ས་ཆ་འདི་ག་རང་གི་དབང་འཛུལ་བྱེད་མཁན་ཅིག་བྱུང་བ་རེད། ཤམ་བན་ཟེར་ཡ་དེ་ལོ་རྒྱུས་ཁ་ཤས་ནང་ནས་བྲིས་ཡོད་བོད་ཨུ་ཚོགས་དོ་བ་བྱས་ནས་ཡར་གླེང་བའི་བཟོ་འདྲ་ཞིག་འདུག་མི་གཅིག་གཅིག་ན་གསུམ་པ་ཟེར་ཡ་དེ་མིན་འགྲོ་བསམ་གི་འདུག་ཡང་ང་ཚོ་བོད་ཀྱི་ལོ་རྒྱུས་ནང་ལོག་ལོས་སོག་པོ་ཇེང་གི་སི་ཁང་དུ་མི་བརྒྱུད་དེ་ང་ཚོ་བོད་ཀྱི་དྲག་པོ་གྲུ་གམ་བཙན་པོའི་སྲས་ཀོང་པོ་ལ་མ་རྒྱང་འབུད་བཏང་ཡས་པ་དེ་འདྲ་ཅིག་རེད་དེ་ཡར་ཡོང་ནས། ནི་ཇེང་གིས་ཁཱན་དུ་འཇུས་པ་དེ་བྱུང་བ་རེད་ཟེར་དེ་འདྲའི་ཤེས་ཀྱི་ཡོད་རེད་བ། གང་ལྟར་ཤམ་བན་གྱི་དུས་རབས་དེ་ང་ཚོ་བོད་ཀྱི་གྲུ་གམ་ཟིན་པའི་ཁ་དོག་ལ་ཏག་ཏག་འདྲ་བོ་ཁེལ་ཡོད་ས་རེད། དེ་ཡེ་ཀོག་ལ་དུས་ཚོད་འདྲ་བོ་དེ་ཏག་ཏག་ཁེལ་གྱི་འདུག་ཡིན་ན་ཡོད་ད་ཀོ་དེ་རེད་ཟེར་ནས་ལ་ཡོད་དུ་ཁེལ་ཡོད་མ་རེད་བ། དེ་གའི་རྗེས་ལ་རོ་རེན་སྟྲེ་ཏི་ཟེར་ཡང་རྒྱ་རབས་དེ་བྱུང་འདུག་བ། དེ་སྲིད་ལོ་སུམ་བརྒྱ་སུམ་ཅུ་ནས་ལྔ་བརྒྱ་ལྔ་བཅུ་ང་ལྔ་གི་བར་དུ་བཞག་འདུག་སྐབས་དེ་དུས་ཡིན་ན་ཆོས་ལུགས་ཡིན་ན་དེ་ནང་པ་ཡིན་པའི་བཟང་ནས་བཤད་གི་འདུག་དེ་ཡིན་ན་དེ་དུས་ནས་སོག་པོའི་ས་ཆ་འདི་ལ་ནང་ཆོས་ཀྱི་དར་ཉུང་ཡོད་ཡིན་ས་རེད་བསམ་བསམ་རང་འདུག་དེ་གོང་གི་ཤམ་པའི་འདི་གཞུང་ནོད་དེ་ཚོ་གི་ཆོས་ལུགས་འདི་ཤམ་མན་རེད་ལབ་གི་བ། ཤམ་མན་ཟེར་ན་ད་ང་ཚོ་གདོད་མའི་ཆོས་ལུགས་ཟེར་བའི་བཟོ་འདྲ་བོ་མ་གཏོགས་དམིགས་བསལ་གྱི། ཁོ་མཚན་ཉིད་འདྲ་བོ་གས་ཡོན་ཡིན་ས་མ་རེད་ད་སོ་སོའི་ས་གོ་ལ་དཔག་པའི་སྡོད་མིག་གི་ཆུ་གཅིག་ཡོད་རོགས་ད་དེ་འདྲ་བོ་ལག་མི་འགྲོ་བསམ་མ་གོ། དེ་སྐད་རྗེ་ཡི་ལས་སྲིད་ལོ་ལྔ་བརྒྱ་ལྔ་བཅུ་ང་ལྔ་ནས་བརྒྱད་བརྒྱ་ལྔ་བཅུ་ཚ་གི་བར་ལ་ཨ་ནེ་ཀྲ་ཀེ་ཀི་བང་བཞི་བྱས་པ་རེད། ཀྲ་ཀེ་བསད་དུས་ད་ལྟ། ང་ཚོ་ཨ་རབ་ཀྱི་རྒྱལ་ཁབ་ད་དེང་སང་ཡོ་རོབ་པའི་ནང་འཛུལ་ཡོད་ཟེར་སོང་སྤྲ་ཁི་སེ་བྱས་པ་དེ་རང་མ་རེད་ཟེར་གྱི་འདུག་ཡིན་ནའི་ཁོ་ཚོ་མི་རིགས་འདྲ་དང་སྐད་ཡིག་འདྲ་གཅིག་པ་རེད་ཟེར། གང་ལྟར་སོག་པོའི་རྩ་ལྷང་ཐོག་རུ་བསྡད་ཡག་མཁན་གྱི་ཡང་སྤྲ་ཁི་སེ་དེ་འདྲ་གི་མི་རིགས་འདྲ་དེ་འདྲ་ཡོད་ཟེར་བ་ད་ཁོ་ཚོ་གི་འདས་ཤོར་དུས་ཀྱི་ཡང་དབང་བསྒྱུར་བྱས་པ་རེད་ཟེར་སྔར་གྱི་ཤམ་བྷེ་དང་གཞུང་ནུབ་ཀྱི་ས་ཁོངས་དེ་ཚོ་དེ། དེ་གའི་རྗེས་ལ། ཕྱི་ལོ་བདུན་བརྒྱ་ཡིག་བཅུ་ཡས་མས་ནས་བརྒྱད་བརྒྱ་ཡས་མས་ཀྱི་བར་དུ Uyghur State ཟེར་དེ་བྱུང་བ་རེད། Uyghur ཟེར་དེ་ང་ཚོ་དང་བདག་གི་ཤིན་ཅང་གི་ཡུ་གུར་མི་རིགས་ཟེར་ཆོག་བོད་པ་གི་ཡུ་གུར་ཟེར་བ་རེད་དབྱིན་ཇིའི་སྐད་ནང Uyghur ཡིན་ན་ཆི་ཟིག་རེད། ཡི་གེ་གི་དག་ཆ་ད་ཚང་མ་གཅིག་པ་རེད་ཤག་གཙོ་བོ་ད་དེའི་སྐོར་མི་རིགས་འདྲ་བོ་གཅིག་གིས་ད་དབང་བསྒྱུར་བྱས་ཡོད་ས་རེད་བསམ་ས་འདུག། ཁ་ཤས་ཀྱི་ལབ་ན་ད་ལྟ་ཤིན་ཅང་གི་དབྱི་གུར་དེ་རང་མ་རེད་སྐབས་དེ་དུས་ཀྱི་དབྱི་གུར་དེ་ག་ས་ག་ལ་ཁྱབ་གཏོ་ཡོད་རེད་ཟེར་བའི་བཟོ་ན་ཤེས་གི་འདུག་དེ་ལྟ་ཤིན་ཅང་གི་དབྱི་གུར་དེ་ཡང་ག་ས་ག་ལ་ཁྱབ་གཏོ་ཆོག་གི་རེད། དེ་གི་རྗེས་ལ་ཁན་ཏེན State ཟེར་དེ་བྱུང་འདུག་སུད་ལོ་དགུ་བརྒྱ་བཅུ་མེད་གྲོག་མེད་གཅིག་སྟོང་གཅིག་བརྒྱ་ཉེར་བཞི་རྩ་ལྔ་གི་བར་དུ་ད་ཁན་ཏེན Street། རྒྱལ་ཁམས་ཟེར་བར་རྒྱལ་རབས་ཟེར་བར་ད་དེ་བྱུང་བ་རེད། ད་ད་ལྟ་རྒྱལ་རབས་དེ་ཚོ་རེ་རེ་ལ་རྒྱ་ཐོ་མང་པོ་མ་བཤད་འདུག་དེ་ད་དེ་ཚོ་དེ་ང་ཚོ་སི་ཏང་གི་གལ་ཆེན་པོ་ད་དེ་ཆགས་ཀྱི་མི་འདུག་ཨ་དེ་མང་རོགས་འདྲ་བ་ཆགས་ས་རེད་བསམ་ནས་གལ་ཞུས་མེད། ད་དེ་ནས་ནས་ང་ཚོ་ད་ད་ཆེན་གི་སི་ཁང་སླེབས་ཡོང་གི་ཡོད་རོགས་སི་ལོ་གཅིག་སྟོང་གཅིག་བརྒྱ་སླེབས་ཚར་དུས་ད་ཁོ་མགོ་འབུས་ཡོང་གི་རེད། དེ་ཚོ་དེ་ལྟར་ཇེན་གིས་ཁང་བཟས་ཏེ་ཐི་མོ་ཀྲིང་སྔོན་གྱི་ཁོ་རང་གི་དབང་བསྒྱུར་རྒྱལ་ས་གི་སོག་པོའི་རྩྭ་ཐང་ཐོག་གི་དབང་བསྒྱུར་གྱི་དུས་རིམ་འདྲ་བ་དེ་དང་དེ་ཚོ་གི་མིང་འདྲ་བ་རྒྱལ་ཁམས་ཀྱི་མིང་འདྲ་བ་དེ་ད་དེ་འདྲའི་འདྲ་བ་ཅི་རེད། ད་དེ་ཤེས་སྟངས་འདི་འདྲ་མིན་སྣ་ཚོགས་ཞུ་ཅི་རེད་ཤག། ཡིན་ན་ད་ད་ལྟ་ངས་ད་ལྟ Wikipedia ནང་ལོག་གི་ཤེས་སྟངས་ཅིག་ང་ཡི་གེ་ཨང་འདྲ་བོ་ཅིག་བྱིན་ནས་ཞུས་ཀྱི་ཡོད། དེ་གི་ཐོག་ནས་རྩ་བའི་གོ་བ་འདྲ་བོ་རོབ་ཙིག་གླེང་གི་རེད། ཞིབ་ཕྲ་གི་ཁོ་རང་ཡང་མཁས་པ་སོ་སོའི་དེ་ཚོ་དེ་ཚོ་མ་འདྲ་མ་འདྲ་བ་ཡོད་ས་རེད་ད་དེ་རྗེས་ཞུས་ཡ་ཡིན། ཡང་ད་དངོས་གནས་ཀྱི་སོག་པོ་ཟེར་ཞོག་ན་མོང་གོར་ཟིག་རོ་ད་དབྱིན་ཇི་དང་འཛམ་གླིང་གི་ཁོག་གི་མིང་འདྲ་བོ་དེ་མོང་གོར་རྒྱ་རབ། ཀྲེང་གིས་ཁང་གི་གཙོ་བཞེས་པའི་མོང་གོལ་དགའ་རབ་དེ་ཤེས་ཡོང་དུས། ད་ཐོག་མར་ཀྲེང་གིས་ཁང་དེ་ཤེས་དགོས་ཡོད་རེད་ཀྲེང་གིས་ཁང་དེ་ཕྱི་ལོ་གཅིག་སྟོང་གཅིག་བརྒྱ་དྲུག་ཅུ་རེ་བཅས་ཡིན་བསམ་སྲིད་ད་དེ་ནི་དཔྱད་འཇོག་རེད་བ་ཀོ་ཤེས་ཡ་དེ་གཅིག་སྟོང་ཉིས་བརྒྱ་ཉེར་བཞི་རྩ་བདུན་ལོ་ཤི་བ་རེད་ད་དུས་སྐབས་དེ་གའི་མི་གཅིག་རེད་ཀྲེང་གིས་ཁང་ཟེར་དུས། ཁོ་རང་གི་པ་ཨ་མ་ནི་མ་ཤེས་མི་དགོས་ཀྱི་ཨ་ཁོ་རང་ལ་སྤུན་རྒྱ་ཁ་ཤས་ཡོད་ཀྱི། པ་བ་དེ་ཆུང་དུས་ནས་ཤི་བ་ཡིན་ཙང་ཨ་མ་དེ་མི་གཞན་པའི་ཆ་ལས་ཡང་ཁོ་རང་གི་འོ་མ་ཁ་ཤས་སྤུ་མང་པོ་ཡོད་ས་རེད། ད་དེ་ནས་འགོ་བཙུགས་ཏེ་ད་ཆེན་པོ་ཧོར་ཟེར་དེ་བྱུང་བ་རེད་བ། ད་དེ་མ་སྡེ་བརྒྱ་ནོམ་ལང་ལང་དང། ཞིབ་ཕྲ་དེ་ང་ཚོས་ཞུ་མི་དགོས་ཀྱི་དེ་ཞུ་འགོ་འགྲོ་གི་རེད་རྩ་བའི། ང་ཚོར་གློག་བརྙན་དང་ལོ་རྒྱུས་མང་པོ་ཡོད་རེད་གློག་བརྙན་དེ་ཚོ་ཚང་མ་བདེན་པ་མ་རེད་དེ་གང་དང་གང་ཁོག་ལོ་རྒྱུས་རིགས་གཅིག་བརྒྱུད་ནས་འཁྲབ་དུས་ང་ཚོ་ཤོར་ཤོར་གཅིག་གོ། གློག་བརྙན་གྱི་ནང་ལོག་ནི་ཡང་དོན་དངོས་ལས་གོ་བ་གྱི་རྒྱལ་བའི་ར་གར་བ། ད་ག་ཟླ་ཇན་གི་སི་ཁང་གི་སྐབས་སུ་དབང་ཞུ་བཅས་བྱས་ཡོང་དུས། ད་ཟླ་འཛམ་བུ་གླིང་ནང་ལ་དབང་ཞུ་བྱེད་མཁན་ཆེ་ཤོས་བཙུད་ཡོང་དུས། ད་ཨང་དང་པོ་དེ་སོག་པོ་བརྩིགས་ཡོད་རེད་བ་ས་སྐྱ་ཆེ་གཞོན་དབང་འཛུགས་བྱེད་མཁན་དེ་བརྩིགས་ཀྱི་འདུག་དེ་ཕ་རྒྱལ་ངས་བདེན་པ་མིན་རོགས་བསམ་གྱི་ཡོད་རེད། དབྱིན་ཇིའི་ལོ་རྒྱུས་མཁས་པ་དེ་མི་གཅིག་གིས་ཞིབ་འཇུག་ཅིག་བྱས་ནས་ཁོ་རང་བརྙན་ཐུང་འདྲ་བོ་ཅིག་བཟོས་འདུག་བ་དེ་ནང་ལོགས་ལ་ལྟ་ཡོང་དུས་ད་ལྟ་ཕན་ཆད་ལས། འཛམ་བུ་གླིང་གི་ས་གཞོན་ཆེ་གཞོན་དབང་འཛུགས་བྱེད་མཁན་གྱི་རྒྱ་ཁྱབ་རྔ་ཡག་སྒྲ་མཁས། དེའི་ནང་ལོགས་ནས་ད་ཨང་དང་པོ་དེ་སོ་པོ་ཇེང་གིས་ཁང་རེད་འདུག་སོ་པོ་ཇེང་གིས་ཁང་གིས་ད་སྤྱི་ལོ་གཅིག་སྟོང་ཉིས་བརྒྱ་གབ་ནས་སུམ་བརྒྱ་གི་བར་ལ་དབང་བཅུ་བའི་གི་ས་ཁྱོན་གཅིག་ཡོད་རུ་ཀི་ལོ་མི་ཏྲ་དྲུག་བཞི་མ་ས་ཡ་སུམ་བཅུ་སོ་བཞི་ལྷག་ཙི་ཏི་སོ་ལྔ་མ་ཟིན་ཟིན་ཙི་རེད་འདུག་དེའི་གི་འོག་ལས་ད་ཨང་གཉིས་པ་འདྲ་བོ་དེ་དབྱིན་ཇི་ལས་གི་འདུག།

ཨ་མི་རི་ཀ་དེ་ཡིན་གྱི་དབང་ཤུགས་ཅིག་ཡོད་པ་ཡིན་ཚ་དེ་རག་ལས་ཡ་ཉི་མ་ཤ་ཡོད་པོ་རེད་བྱས་ཚ་ཁོག་གི་ས་ཆ་ལས་ཉི་མ་ནུབ་ཡ་མེད་ཟེར་ནས་བོག་ཡོབ་ཤིག་རེད་ཟེར་དབྱིན་སྐྱིད་ཀྱིས། འཛམ་བུ་ལས་དབང་བསྒྱུར་བའི་སྐབས་རེད་དེ་དབྱིན་སྐྱིད་ལས་ཀྱང་ཇེན་གི་སི་ཁང་ས་ཆེ་ཡ་འདུག་བ། དབྱིན་སྐྱིད་ལས། ཀི་ལོ་མི་ཀྲི་དྲུག་བཞི་མ་ས་ཡ་གསུམ་ཅུ་སོག་སོང་མ་གཏོགས་མི་འདུག་ཇེན་གི་སི་ཁང་ལ་སོང་ང་མ་ཟིན་ཚིག་འདུག་བ། ད་དེ་གི་འོག་ལས་ས་རྒྱ་ཆེ་ཤོས་དེ་ར་ཤི་ཡ་རེད། ལྷག་པར་སུ་ལེན་གི་སྐབས་སུ་ཆེན་པོ་ཡོར་བ། ཨ་དེ་སྔོན་ལས་རྫ་ཁོ་ཚོ་སྐབས་ལ་དཔེ་ཆེན་པོ་རེད་བ། ད་འདི་ཆ་ལ་ཡིན་ན་ཡང་རྫ་ལང་ཞང་ཕྱོགས་དེ་ས་ཆེ་ཤོས་དོག་ས་འདྲ་མི་དེ་ཡིན་ན་ཨོ་རོ་སུག་སིང་དེ་གི་སམ་ས་འདྲ་བ་ཡོར་རེད། ཨ་དེ་གི་སྔོན་ལས་ཡིན་ན། དང་བདག་གིས་རྒྱ་ཁབ་བཅོ་ལྔ་རང་བཙན་སྤྲད་ཡོད་པ་དེ་ཡར་བསྐྱབས་ཏེ་ཨ་མི་རི་ཀ་ཁ་ཨ་ལ་སི་ཀ་ཨ་མི་རི་ཀའི་ཉུལ་འགྱོར་བ་ས་ཆེན་པོ་ཞིག་རག་ཡོད་རེད། ཡོ་རོབ་ཀྱི་རྒྱ་ཁབ་ཁ་ཤས་ལས་ཆད་ཡོད་རེད། དེ་ཚོ་ཚོ་བསྡོམས་པས་ར་ཤི་ཡ་ལ་ཀི་ལོ་མི་ཀྲི་ས་ཡ་ཉེར་བཞི་ཀ་ཚད་ཡིན་གཅིག་མ་གཏོགས་མི་འདུག་ཡིན་ན་ཁོ་ཨང་གསུམ་པ་དེར་སླེབས་གི་འདུག་བ། དེའི་སྐབས་འོ་ལི་ད་ཏི་རི་བྷ་ཇེ་སི་པན་གྱིས་ཡོ་རོབ་སི་པན་སི་རྒྱལ་ཁབ་དེ་གའི་ཡོན་འཛམ་བུ་གླིང་ག་ས་ག་ལ་དབང་བསྒྱུར་ཡོད་རུང་ཐ་ན་སི་པན་སྐད་དེ་ཁྱབ་ཆེན་པོ་ཆགས་དགོས་རྒྱུ་མཚན་དེ་རི་ཨ་ཧྥི་རི་ཀ་ནས་ཀྱི་ཨ་མི་རི་ཀ་སློབ་མ་ད་ལྟ་ལ་ཏིང་ཨ་མི་རི་ཀ་སེ་དེ་དེའི་རྒྱུད་ཀྱི་སི་པན་ནི་སྐད་བརྒྱབ་ལྡན་མཁན་དེ་ཚོ་ས་ཆ་དང་ད་ནི་ང་ཚོ་ཤར་ཕྱོགས་ནས་ན་ད་ལྟ། རྒྱ་ནག་གི་ཕྱོགས་ལ་ཚོས་ཤི་རག་གི་བཙན་འཛུལ་བྱས་ནས་ང་ཨོ་རེད་དེ་པོ་ཅུ་གར་བ་ང་ཨོ་ང་སི་པན་དང་པོ་ཅུ་གར་འཁྲུག་འགྲོ་བྱེད་འདུག་གང་ལྟར་ད་སི་པན་གྱིས་ཕྱི་ལོ་གཅིག་སྟོང་བདུན་བརྒྱ་དང་བརྒྱད་བརྒྱ་པར་རོ་ཏོས་ལ་འཛམ་བུ་གླིང་ལ་ཡང་སི་པན་མ་གཏོགས་མི་འདུག་ས་ཡང་ཞི་བོ་དབང་བསྒྱུར་བྱས་རོ། ཨ་མི་རི་ཀ་གི་ཞང་སློབ་མ་ནས་ཇི་ལྟ་ཨ་ཧྥི་རི་ཀ་ནས་བྱས་ནས་ཨ་རབ་ཀྱི་རྒྱ་སྐད་མང་པོ་ཅི་བྱས་ནས་ཅི་དབང་བསྒྱུར་ཞི་རག་བྱས་ཡོད་རེད། དེ་འདྲ་སྐབས་བདེ་དོན་ཡིན་ན་ཁོས་ས་ཁོངས་འདི་ལས་ཀི་ལོ་མི་ཀྲི་དྲུག་བཞི་མ་ས་ཡ་བཅུ་དགུ་མ་གཏོགས་མི་འདུག་ཨ། ཁོའང་བཞི་བ་འདིར་སླེབས་ཀི་འདུག་དེའི་ཁའི་རྗེས་ལ། ད་སྲོང་བཙན་སྒམ་པོའི་སྐབས་ལ་ཡར་འགྲོ་གི་འདུག་སྲོང་བཙན་སྒམ་པོའི་སྐབས་ལ་འཛམ་བུ་གླིང་གི་ས་ཆོད་ཆེ་ཤོས་དབང་བྱུང་མཁན་དེ་ཁ་སང་ང་ཚོ་རྒྱ་གར་གི་རྒྱལ་རབས་ནང་ལ་ཨ་རེ་ཨ་མ་དེ་ཡ་སི་ཡ་བཅས་ཀྱི་རྒྱལ་རབས་ཀྱི་བགྲང་སོང་བ། རོ། དེའི་ཕྱིར། ད་ཚོད་ཀྱི་རྒྱ་གར་ནས་བྱས་ནས་ཨ་རབ་ཡོངས་སུ་རྫོགས་པ་ནས་ཀྱི་ཨ་ཧྥི་རི་ཀའི་བྱང་ཕྱོགས་ནས་ཀྱི་ཡོ་རོབ་ལྷོ་མ་སྟེང་ནས་བར་གྱི་དབང་ཆོས་བྱེད་དུས། དེ་ཨ་ལྔ་བ་འདྲ་བ་དེ་རེད་ཤག། དེ་ལས་ས་ཁྱོན་ཀི་ལོ་མི་ཀྲི་དྲུག་བརྒྱ་མ་ས་ཡ་བཅོ་ལྔ་འདུག་ཨ། བྱས་ཙང་ད་འཛམ་བུ་གླིང་ནས་ས་ཁྱོན་དབང་ཆོས་བྱེད་ཆེན་ཤོས་ལྔ་ཡ་དམ་གྱི་ནང་ལོགས་ནས་ད་དང་པོ་དེ་ཇེང་གིས་ཁང་ཆགས་ཡོད་རེད། ད་འདི་ནས་ང་ཚོ་བྱེང་གིས་ཁང་གི་ལྕགས་སྐྱེལ་སྟངས་དང་དེ་ནས་མགོ་བཙུགས་ནས་བལྟ་ཡོང་དགོས་ཀྱི་ཡོད་རེད་ཆེན་པོ་ཧོར་གྱི་སྐྱ་ཁམས་སུ་ཡོད་དེ་དེ་ཡིན་དུས་བྱེང་གིས་ཁང་ལ་རྩ་བའི་ཁོ་རང་ལ་འབུག་དགོས་ཡོད་རེད་ཟེར་མཁན་དང་སྐྱོན་གཉིས་ཡོད་རེད་ཟེར་མཁན་དེ་འདྲའི་མང་པོ་ཡོང་འདུག་བོད་ཀྱི་ལོ་རྒྱུས་ཕ་ར་ཆེ་བ་ནང་ལོགས་ལ་བྱེང་གིས་ཁང་ལ་འབུག་དགོས་ཡོད་རེད་ཟེར། ཞི་རྒྱག་གི་ལོ་རྒྱུས་དེ་ཚོ་ནང་ལོགས་ལ་བོད་ཡིག་ཡེ་མ་ཏུ་རྩ་བའི་བགྲང་གི་མི་འདུག་བོད་ཀྱི་ལོ་རྒྱུས་ཁ་ཤས་ཀྱི་ནང་ལོགས་ལ་ཡང་རྩ་བའི་བོད་ཡིག་ཡེ་བགྲང་གི་ཡོད་དེ་ག་རེ་ཟེར་ན། ཁོ་རང་གི་རྨི་ལམ་གྱི་བཙུན་མོ་དེ་གི་བུ་ཡིན་ས་རེད་བ་ད་ཡིན་པ་དེ་ཚོ་ཁོའི་གངས་ལྗོངས་མང་ལྗོངས་གི་བུ་དེ་འདྲ་ཡིན་ས་རེད་དེ་ཡིན་དུས། ཡང་ཞི་དྲག་གི་ཐོག་གོ་ས་ནས་ཆེས་བདེ་རག་གི་ཡོད་ས་མ་རེད། ད་ཁོ་རང་གི་ལུང་དུས་ཀྱི་བཙུན་མོ་གི་བུ་ཡིན། བོད་ཡིག་ཡེ་དེ།

བརྗོད་པ་འདྲ་བོ་ཆགས་ཡོད་རེད། ཁོ་རང་ཚོ་སྐབས་ནས་དབང་བསྒྱུར་ཡོང་གི་ཡོད་རེད་ལ། ལོ་སུམ་བརྒྱ་ཡས་མས་ཀྱི་རིང་ལ་ད་ཁོ་ཚོའི་བརྗོད་པ་དེ་གི་འཛམ་བུ་གླིང་འདི་དབང་བཞི་བྱས་རེད། ད་རྒྱ་ཐོག་འདྲ་བརྩི་འོང་པའི་ཇེང་གིས་ཁང་ཁོ་རང་གི་སྤྱི་ལོ་གཅིག་སྟོང་ཉིས་བརྒྱ་བཅུ་མའི་དྲུང་ནས་གཅིག་སྟོང་ཉིས་བརྒྱ་ཉེར་བཞི་རྩ་བདུན་གི་བར་དུ་དབང་བསྒྱུར་བ་རེད། མ་ཤེས་པ་དུས་དེ་རྒྱ་པོ་དང་པོ་དེ་བརྩི་གི་ཡོད་རེད། དེ་ནས་རྒྱ་མཐོང་རྙིང་པ་དེ་ཨོ་སྒོ་པས་བརྩིགས་ཡོད་རེད། ཁོ་རང་གི་བུ་ཡིན་ན་བུ་གསུམ་པ་འདྲ་བོ་ཆགས་ཀྱི་ཡོད་རེད། ཁོ་རང་གི་འོ་མ་ཡིན་ན་ཁོ་རང་འོ་མ་རེད་ད་གང་ལྟར། ང་ཚོ་ཡོངས་གྲགས་ཁོ་རང་གི་བུ་གསུམ་པ་བརྩིས་ནས་ཨོ་སྒོ་རྟ་ཟེར་ཏེ། ད་ཁོ་རང་གི་མཚམས་ལ་རྒྱ་བོ་དེ་དེད་དགོས་པ་རེད། ང་ཚོ་བོད་ཀྱི་ལོ་རྒྱུས་ནང་ཡོན་རྒྱ་རབས་བར་དུ་མ་ཞེས་ཡོན་རྒྱ་རབས་ཀྱི་རྒྱ་བོ་མཐའ་མ་དེ་ནས་ཐོག་རྒན་ཐི་མུར་ཟེར་དེ་རེད་དེའི་བར་དུ་ལས་བོད་ཀྱི་ལོ་རྒྱུས་ནང་ག་ལ་བོར་ཟེར་ན་གནམ་གྱི་སྐུད་པའི་རྒྱལ་པོ་བཅོ་ལྔ་ཟེར་ནས་ཡོངས་གྲགས་ཤེས་བསྡད་ཀྱི་ཡོད་རེད། འོ་དེའི་གི་རྒྱལ་པོ་བཅོ་ལྔ་དེ་བརྩི་ཡོང་དུས་དེ་ནས་ཇེང་གི་སཱན་དང་པོ་གྱི་རྙིང་པ་དེ་འོག་གི་དག་ལ་ཆགས་ཀྱི་ཡོད་རེད། རྒྱ་ཐོ་གསུམ་པ་དེ་ཨོ་གོ་དག་གི་བུ། འོ་ནི་གོ་ཡོག་དང་གོ་ལྡེང་གཉིས་ཡོད་པའི་ནང་ལོགས་ནས་གོ་ཡོག་ཆགས་ཀྱི་ཡོད་རེད། གོ།